ད་རེས་ཉི་མ་དང་པོ། ཨཱ་ནི། ཨུ་ནས་སུ་གུ་དོ་ཨ། དེ་འདྲས་ཡིན་འདུག་ག་ལ་རྣམ་པ་ཚོ་ཡིན་གྱི་མིན་གྱི། འདས་ཟིག་རོགས་གནང་ཞུ་ཡ་ཡིན་ད་རེས་འདི་ལ་ཡ་ད། ང་རང་ཚོ་འདི་ཟུར་གདོང་རང་རེད་རྣམ་པ་ཚོ་ཟིག་བ་ཡིན་ན་ཁེན་གི་རེད་ད་འདི་སྙེ་མ་ལོག་ཨོ་ཕི་སི་ཡིན་པ། ཨོ་ད་ག་རང་གི་མདུན་དེ་འདི་རང་རེད་དེ། ཁེ་ལ་ཤི། Dentistry། ཨོ་ད་འདི་ལ་རྣམ་པ་ཚོ་ཨ་ནི། སོ།

ལོ་གསུམ་གྱི་ཡས་མས་ཅིག་ལ་འགྲོ་གི་ཡོད་སོང་ཙང་དེའི་དུས་ཚོད་དེའི་ནང་ལ་ཅིག་རྒྱབ་སྐྱོར་ཧང་སང་ཡག་པོ་བྱུང་བོད་པ་བོད་རིགས་སྤུན་ཟླ་ནས་ཤུགས་ཆེན་པོ་བྱས་འདི་ག་ན་ཞིག་ཡུལ་མིའི་ཁོ་རང་དབྱིན་ཇི་དང་རིན་པར་མང་པོ་བྱས་རྗེས་ཁོ་ཅིག་རྒྱབ་སྐྱོར་ཤུགས་ཆེན་པོ་བཏང་ཨ་འདིའི་ཆ་ལ་སོ་སོ་ངོ་ནས་པུ་ཏྲིན་ནུས་པ་སྟོན་ས་ཀྱི་གདེང་ཆ་རག་འདུག་ག་ལ་པེ་མ་སི་ཡག་པོ་བྱུང་ཨ་ནི་ཡིན་ན་ལེ་ང་ཚོའི་གི་དེ་བས་ད་ལོ་གཉིས་གསུམ་གྱི་དུས་ཚོད་ནང་ལ་ཉམས་མྱོང་བསགས་བསྡད་པ་ཅིག་ནད་པ་མང་པོ་ཅིག་ད་གང་ད་རྗེ་མི་སྲིན་དང་དཔག་བསྒྲིགས་དབྱེ་རེ་ནས་མང་པོ་བྱུང་གི་ཡོད་བ་དང་ཨན་ལམ་ཀ་འགྲོ་ཕྱོགས་གང་ལ་དཀའ་ཉེ་ཅེས་དང་ཨན་དེ་ག་ནང་ཤི་བྱས་ཅེས་འདིའི་ས་ཁུལ་ལ་སོ་སྨད་ཁང་ཞེ་དྲག་མེད་བ་དང་ཨན་འདིའི་ཆ་ནས་ཁོ་ས་ཆ་དང་གནས་སྟངས་བ་མི་འབོར་གི་ཆ་ནས་ཉེས་འགོག་ཆེན་པོ་མཐོང་གི་ཡོད་སོང་ཙང་ཨན་དེ་བས་ལོ་གཅིག་གི་དུས་ཡུན་ལ་ང་ཚོས་ཅིག་ས་ཆ་དང་དེ་ག་ནང་ཤི་གི་ས་ཆའི་མི་མང་གི་གནས་སྟངས་དང་རིམ་པ་མང་པོ་ཅིག་ང་ཚོས་བསམ་བློ་བཏང་རྗེས་ད་མན་ངག་གཉིས་བ་དེ་འདུག་བྱས་རྗེས་ཕ་ཕྱོགས་ལས་ད་དུང་ཡག་པོས་ད་བ།

དཀའ་ངལ་ཆེ་ཤོས་སྒྲོག་ཅིག་བོད་མི་ང་རང་ཚོ་གིས་ད་ནད་པ་ན་ནས་ག་རེ་ཡོང་གི་འདུག་ད། ད་ཅི་དང་ཅི་ན་མང་བྱས་ཨ་ད་གང་ད། བོད་པ་བོད་པ་ཙམ་མ་ཡིན་པ་ད་གང་ད་ང་ཚོ་ཕ་ཕྱོགས་ནས་རྒྱ་གར་བོད་ཡུལ་སླེ་མཁན་འདི་ཚོ་མང་བྱས་སོགས་ཀྱི་འབྲེལ་ཡོད་དཀའ་ཉེ་ཡོང་དང་ཡོང་བཞིན་པ་རེད། ཡིན་ན་ལེ་ང་ཚོ་ཁོག་གཅིག་གིས་དེ་བས་གོམས་གཤིས་ཀྱི་ཆ་ནས་སོ་ཅིག་དཀའ་ཉེ་ཡོང་ཡོང་བར་དུ་གོ་བས་བྱས་དང། སོ་སོ་སྔ་ས་ནས་སོ་སོ་ངོ་ནས་དང་དུ་བླངས་བྱས་ཁོག་ལོ་ཟླ་རེ་བཞིན་ཆེ་ཁབ་བྱེད་གི་ཡོད་ན་རེ་གཙང་མ་བཟོས་གོ་གི་ཡོད་ན་རེ།

མང་པོ་ཅིག་སྔར་དང་མ་འདྲ་ཅིག་སོ་སོ་དང་དུ་བླངས་ནས་སྔ་མ་སོ་མན་ངག་ཅི་ཡང་མ་འགྲོ་གི་མི་འདི་ཚོ་ལོ་བཅུ་བཅོ་ལྔ་སྒྲོལ་མའི་ལག་གཡོན་དུ at least ཟླ་བ་ཟླ་བ་དྲུག་དུས་ཡུན་ནང་ལ་སོ་གཙང་མ་བཟོས་ཡོད་གི་སོ་སོ་འབད་བརྩོན་བྱས་དང་དེ་མིན་སོ་སོར་མི་ཚེ་གི་ལས་ཀ་དང་མང་པོ་ཡོད་བཞིན་དུ་དུས་ཚོད་སྟོན་བྱས་ཨ་སོ་སོ་ཙམ་མ་ཡིན་པ་སོ་སོ་ནང་མི་སྤུན་རྒྱག་པ་ལ་ཨམ་ལགས་སྤོ་སྤོ་རྨོ་རྨོ་ཚང་མ་ཁྲིད་ནས་སླེ་དང་འདི་ཆ་ནི།

པད་མ་སི་གིས་མཐུན་རྐྱེན་ཡག་པོ་ཡོད་འདུག་གང་ལ་ལྟ་དེ་བེད་སྤྱོད་གཏང་ཐུབ་པ་ཡིན་ན་ཡག་པོ་འདུག་བསམ་གི་འདུག་ཨ་ནི་མཐའ་སྡོམ་གི་ཚིག་ཅིག་ཞུས་ཡ་ཡིན་ན། ད་གང་ལྟར་འདུག་བྱས་བྱས་ལོ་གཉིས་གསུམ་གི་དུས་ཡུན་རིང་ག་ལ་སྨན་ཁང Queensway ལ་སྨན་ཁང་ཡོད་ཡོད་བ་དེ་ལ་ཅིག་རྒྱབ་སྐྱོར་ཚད་མཐོ་པོ་ཞིག་གནང་སོང་ཨ་ནི་ང་ཚོའི་ངོས་ནས།

འབྲེལ་བ་ཡོད་བ་དེ་དག་ཚན་རིག་གང་ནས་ག་ལ་གང་འཚམ་བཏོན་ཚར། བ་ཏིང་ཞི་བཟུང་བྱས་ཏེ་ད་གང་ལྟར་ལུང་པ་འདི་འདྲ་ཞིག་སླེབས་ཚར་འདུག་ག་ལ། ཚང་གནས་སྟངས་ཚང་མ་ཡར་སྐྱེད་འགྲོ་བ་ཞི་བཟུང་བྱེད་ཆོག་ཅིང་འཕྲོད་བསྟེན་གང་ལ་ཕུལ་ང་ཚོ་ཡར་སྐྱེད་འགྲོ་ཐུབ་པ་ན་ལུང་པ་འདིར་སླེབས་བ་དང་གོ་ཆོད་རེད་བསམ་གྱི་འདུག་ངའི་བསམ་ཚུལ་ལྟར། རེད་རེད། ལོ་ཆེ་ཆུང་ལ་མ་ལྟོས་བར་ཆེད་ཡོད་དོ་ཅོག་ལ་ཁོ་ལ་ཅིག་གོ་སྐབས་དང་མཐུན་རྐྱེན་ཡོད་ཚར་འདུག་ག་ལ་བེད་སྤྱོད་བཏང་ཐུབ་ན་ཡག་པོ་རེད་བསམ་གྱི་འདུག་ང་རང་བསམ་ཚུལ་དག་རེད། རེད་རེད། ད་དུང་འདི་ལ་ནི་ད་ལྟ་ཁམས་གསུམ་ལ་དང་ཚད་ལྡན་ལ་ལ་ཡང་ཨ་ནི་ཐུགས་རྗེ་ཆེ་ཞུ་ཡས་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་རྩ་བའི་གི་ད་དེ་དེ་འདྲའི་ཁ་ཁྲི་ལ་ཡ་ད་ཇི་འདྲ་ཅིག་ང་ཚོ་ལ་ཡ་མཐུན་རྐྱེན་སྦྱར་ཡོད་འདུག་ག་ལ་མཐུན་རྐྱེན་དེ་ཚོ་དཔེ་མ་སྲིད་གི་དངོས་གནས་ཁོ་ར་དཔེ་མ་སྲིད་གི་ཡག་པོ་ཡོད་འདུག་ག་ལ་ཨ་ནི་རྣམ་པ་ཚོ་གོ་སྐབས་གླེང་ཡས་དེ་ཨ་ནི། ཨ་ནོ་རུ་ནང་རུ་ནང་ཞུ་ཡ་ཡན་ཚང་མ་ལ་ཚེ་རིང་ལོ་བརྒྱ།
ནོར་སོ་ཐོ་ཆེ་ནང་ཚང་མ་ལ།
ནོར་སོ།